འདི་ནི་སྔོན་འགྲོའི་འོས་བསྡུའི་འགན་ཤུགས་དཔེ་མཚོན་རིན་མེད་ཤུགས་ལས་གཅིག་བཅས་བཏང་ཡོད་པ་དང་འོས་འཕེན་ཟིན་ཙང་ས་གནས་ནས་འོས་གྲངས་གྲོང་བཤེར་གྱིས་བྱང་སོང། དེ་ཙམ་གྱིས་གྲོང་ཚོ་ཡང་དབུས་སུ་འབོད་དགོས། སྔོན་འགྲོའི་འོས་བསྡུ་ལས་རང་དང་བྱེས་ཀྱི་ལམ་སྟོན་ཁག་འདི་མཉམ་བཟོ་ཕོད་ཡོད་ལག་བསྟར་དགོས་པར་བརྟེན་ས་གནས་སོ་སོ་ནས་མདོ་ཁམས་མི་མང་ཡོངས་ལ་མ་གོ་མ་ཐོས་མེད་པར་ཁྱབ་བསྒྲགས་དང་འོས་བསྡུའི་ལས་དོན་ཁག་སྒྲིག་དོན་ལག་བསྟར་དོན་འཁྱོལ་དགོས་པའི།

ལྗང་དྲང་གོས་རེ་མིག། ཟུར་གསེར་ལྟར་འོད་དུས་བཀབ། འོས་འཕེན་པ་རེ་རེ་བཞི། མེ་ཡིན་དང་ལང་ཚན་ཕྱི་རྐང་ངོ་སྤྲོད་ལག་ཆས་དང་ཕྱི་རྐང་ཚོགས་མིའི་ལག་འདབ་ཡང་ན་བཙན་བྱོལ་བོད་མིའི་དང་བླངས་སྐྱ་རྔན་ལག་འདབ་གང་རང་ཞིག་གི་ཨ་འབྲང་འོས་འཕེན་མཚན་རྟགས་དང་བཅས་འཁོད་པའི་མི་གཞང་ས་གནས་སུ་ཉར་ཚགས་གནང་དགོས་པ་དོ་གལ་བྱང་རྩེ་འོས་པའི་འོས་བསྡུ་ཚོ་ཅང་ནས་འབོད་ཆུག་དགོས་ཆེས་ད་ལྟ་ང་ཚོ་འདུ་དེ་ཡ་དེ་རེད་དེ་ཚོ་དྲང་བདེན་དཔང་རྟགས་ངེས་པར་དུ་དགོས་ཀྱི་ཡོད་གལ་སྲིད་ནི་ས་གནས་ལ་ཉར་ཚགས་བྱེད་དགོས་ཀྱི་ཡོད་གལ་སྲིད་མ་འོངས་པ་ལ་འོས་བསྡུའི་ཐོག་ལ་ཅི་མ་འགྲིག་པ་བྱུང་པ་ཡིན་ན་འདི་དབུས་ལ་བཏང་ཡོད་པའི་མི་དེ་དྲང་བདེན་ཞིག་བྱ་བ་དེ་ནི་མ་འགྲིག་བ་དེ་ཅིག་ཏུ་ཟིན་རེད་དེ་ཡིན་དུས་ཚང་མ་དེ་གི་ཐོག་ལ་གསལ་བཤད་དེ་བྱེད་ན་ཟུག། ང་ཚོ་སྤྱི་བཏང་གི་དབུས་ནས་མ་ག་རེ་རེ་ཞུ་ཡིན་ན། ཡང་ན་ཆུ་སྒང་ལ་བརྡབ་ཡང་ན་ངོ་སྤྲོད་ལ་ཆེ་ཡང་ན་བ་ལང་བཅའ་ཕྲན་ལ་བརྡབ་དུ་སྒུག་གི་ཡོད་གསུངས་པ་རེད་དེ་ཡིན་དུས་བརྩམས་པ་ད་ང་ཚོ་ད་ལྟ་ཡུ་རོབ། སྔོན་འགྲོའི་བི་འདང་ཆོས་ཉིན་ཐོ་སྤྱི་དོན་སྤྱི་དག་ཚང་གི་རྩིས་པ་བཅུ་གཅིག་རིས་གཟའ་སྤེན་པ་ཉིན་ཉིན་བཅར་ཐུན་གཅིག་བྱ་དགོས་ཀྱི་ཡོད་ས་དེ་དེ་རིང་བྱས། ས་གནས་སོ་སོ་ནས་མདོ་སྟོད་མི་མང་ཕོ་མོ་ཆེ་མེད་རང་ལོ་བཅོ་བརྒྱད་སོན་པ་ཡིན། དེར་ངེས་པར་དུ་ཡང་ཐུགས་སྣང་གནང་དགོས་ཡ་ད་ཆོལ་ཁ་ངོ་སྤྲོད་ལག་བསྟར་རང་མིའི་འོས་བསྡུ་ཚོ་ཆུང་གི་ལག་བསྟར་ཡང་ན་རང་དབང་སྤྱི་མཐུན་དྭང་བླངས་ལག་བསྟར་ཐོག་ནས་མདོ་སྟོད་ཕྱོགས་ཀྱི་མངའ་ཁོངས་སུ་གཏུགས་པའི་ཁུངས་སྐྱེལ་ཡོད་པ་ཞིག་དགོས་ད་ལྟ་ངེས་པར་དུ་ད་ལྟ་གང་ལ་ཞུ་བ་དེ་རེད། ཆེ་གང་སྒྲིག་གཞི་དགོངས་དོན། བཞེས་བཟང་ཤ་ཟའི་ཆ་ཅན། ཚང་དགོས་རིགས་འོས་བསྡད་ཞུ་བའི་ཐབས་དང་ཡོད་ས། ཨ་ནེ། ཀ། བོད་ཀྱི་ཡུལ་མི་སྤྱི་དང་ཡང་སྒོས་ཚུགས་ཀྱི་ཚོགས་མི་ཡིན་པ། རང་ལོ། ཁ། རང་ལོ་ཉི་ཤུ་རྩ་ལྔ་ཧྲིལ་པོ་ལོན་པ། ཨ་ནེ། འདི་དེ་རེད་ད་འུའི་བླུ་ས་གི་མི་བྱེད་ཡོད་རེད་བ། རང་འུ། ཁྱོད་རང་ཚོ་གི་ཕ་བླུ་ས་གི་མི་བྱེད་ཡོད་རེད་བ་དེ་ལ་རང་ལོ་ཉི་ཤུ་རྩ་ལྔ་ལོན་ཉེན་ཅིག་གོ་གི་ཡོད་རེད་ད། ཡང་ལོ་བཅོ་བརྒྱད་ཚུན་དེ་ལ་དགེ་བསྙེན་དུ་འཆུག་གི་ཡོད་མ་རེད་ད། ཨ་ནེ། ག། ཁྲིམས་ཁང་དང་སྨན་པ་ཚད་ལྡན་གྱི་རིགས་འཚོ་བ་ཟིན་པ་གསལ་བསྒྲགས་བྱས་པ་མ་ཡིན་པ།

ཅེས་ཚུགས་སྡེ་ཁག་དང་དགྲ་བོ་རྒྱ་དམར་ལ་གདོང་ཤུགས་བཅུ་གསུམ་དང་འབྲེལ་བ་ཡོད་པ་ཁུངས་སྐྱེལ་ར་སྤྲོད་བྱུང་བ་མ་ཡིན་པ། དབུས་རྒྱུན་ལས་ཀྱི་ཚོགས་མི་མུ་མཐུད་ལས་རྒྱུ་ཐེངས་གཉིས་བྱེད་བཞིན་པ་མ་ཡིན་པ། ཁྱེད་རྣམ་པ་ཚོ་ཧ་གོ་སོང། ཕ་གི་ལ་དབུས་རྒྱུན་ལས་ལའང་འདི་ཉིད་ཀྱི་ཡིན་པས་ན་ཐེངས་མ་གཉིས་གནང་ཚར་ཆོག་ཅིག་ད་ཐེངས་མ་གསུམ་པ་ལ་འགྲོ་གི་ཡོད་ན་དེ་ཆོག་གི་ཡོད་མ་རྟགས་ཡང

མཐིལ་ཚེ་ཆི་ཡ་དེ་ས་གནས་འོས་བསྡུ་ཚུར་བྱང་གི་མཐིལ་ཚེ་རེད། ས་གནས་འོས་བསྡུ་ཚུར་བྱང་གི་མཐིལ་ཚེ་མེད་པ་དང་ས་ཡིག་མེད་པ་དེ་འདྲ་ཡིན་དཔེར་ན་དོ་སྲིད་ནག་ཚོགས་ཀྱི་འོས་ཡར་ལུགས་ཡོད་དུས་རྩམ་པ་རྩིས་མེད་བཏང་བྱང་བྱེད་ཀྱི་རེད་ཤེས་ས་སི་ཁེ་ཡོད་མ་རེད་ལབ་པ། དེ་གཅིག་ཞུ་ཆུ་བ་གཅིག་དེ་དང་མཉམ་དུ་ལ་དམ་དྲག་ཞུས་པའི་ཞོར་ལ་ཡར་ཤུ་བོ་དུ་ཆགས་པའི་ཞོར་ལ། འདི་ལ་མི་བཅུ་གཅིག་ཡོད་རེད། འོས་པར་བླུགས་ས་དེ་ལ་མི་བཅུ་གཅིག་ལས་མང་དུ་བླུགས་པས་ན་ཡང་རྩིས་མེད་རེད། དེ་ངེས་པར་དུ་མཁྱེན་ཆུ་གཅིག་ལ། ཨ་ནི་མི་དེའི་ནང་ལོགས་ནས་མི་གཅིག་མ་གཏོགས་འདོད་པ་མེད་ཆོག་གི་མི་གཅིག་མ་གཏོགས་མེད་ན་གལ་ཡོད་མ་རེད་མི་གཅིག་གཅིག་གོ་བླུགས་ན་འགྲིག་རེད། དེ་བཅས་ཞུ་ཡང་སེ་ག་དུལ་བོ་ཡོང་ཡོང་གི་རེད་པ་ཡོད། ཨ་ནི་སྔོན་འགྲོའི་འོས་འཕངས་ཟིན་ཟིན་མ་ཐག་ས་གནས་སོ་སོ་ནས་འོས་བསྡུ་ཚོགས་མི་དང་ཟུར་དཔང་མཉམ་ཞུགས་ཀྱིས་འོས་ཤོག་གྲོང་བཤེར་ཟིན་ཙང

དུ་གསུང་དུ་བ་ཆ་ཚང་ཚིམ་མེད་གཏོང་ཡང་ཡིན། ཨ་ནི། དེ་གི་དང་བདག་གི་ང་ཚོ་གི་རིན་མེད་གི་དུ་དང་བདག་སྐམ་པོའི་དྲ་ནོར་བྲིས་ནས་བཞག་ཡོད། རིན་མེད་གི་དེ་རེད། དེ་གི་ནང་ལོགས་ལ་ད་ལྟ་ད་འུ་ཡར་འཕེན་ཚར་དུས་དམ་པ་འུ་ག་ཚད་མཐོང་པ་དེ། ཆ་ཚང་འདི་ནོར་ལ་མི་མི་གཅིག་མ་གཏོགས་མེད་ན་ད་དེ་ནས་མ་ཆ་ཚང་ཤི་བོ་དེ་བསྐོས་ཡ་རེད། ཨ་ནི་དེ་གི་མགོ་དེ་ལ་དུ་བྲིས་ཡོད།

ད་དེ་ཡི་ནང་ན་མི་ག་ཚོད་ཡོད་ན་ང་ཚོ་བདམས་ཐོ་རྒྱག་གི་རེད་ཁོང་རྣམ་པ་གཉིས་ཀྱི་སུ་ཕང་བྱེད་ཨ་ནི་འོ་ལ་ག་རེ་རེད་ཟེར་ན། སུད་སི་ཡོ་རབ་སྡོད་ཁང་ས་གནས་འོས་བསྡུའི་འགན་འཛིན་ཕེ་ནེ་ཙོ་བློ་བཟང་སི་ཐར་ང་ཡིན་པ་ཁུལ་བྱེད་ཨ་ནི་ངས་ས་ཡིག་དང་ཐི་ཚེ་རྒྱབ་ཁ་བྱེད་ཨ་ནི་དེ་གི་གཞུག་ལ་མི་གཉིས་ལས་མ་ཉང་བ་དགུ་ཡོད་གསུང་གི་རེད་དེ་ཡིན་དུས་རྩམ་པ་འགན་འཛིན་ལས་རོགས་དགེ་རག་དང་བསོད་ནམས་ཕུན་ཚོགས་ལགས།

ཕྱི་ཟླ་གསུམ་པའི་ཚེས་པ་སུན་ཅུན་ནང་ཚུད་དབུས་འོས་བསྡུ་ཚོ་ཆང་གི་ཁ་རྒྱུན་ཐོག་ངན་འགྲོའི་གུས་པ་ལས་དུས་ཐོག་མ་འབྱོར་བ་རེད་ཅི་མའི་ནང་བཞིན་ཡིན་ས་དེ་ང་ཚོ་དེ་རིང་པ་ཕུད་ཚར་བ་དེ་ཆ་ཚང་ཕྱི་ཟླ་གསུམ་པ་གི་ཚེས་པ་སུན་ཅུན་སོ་གཅིག་ནང་ལོ་ལ་མ་འབྱོར་བས་ན་ང་ཚོ་ཚོ་མ་པ་དེ་ཆགས་འགྲོ་དགོས་རེད་ཅི་མའི་ཆགས་འགྲོ་ད་ང་ཚོ་ཕྱི་རྗེས་ཡོད་དུ་ཁ་ལ་ཡི་དུ་ཙམ་པ་ཡིན་མེད་རང་གིས་འགྲིག་འགྲིག་འུར་བ་ལ་དེ་ཞུ་བ་ཡིན་ཨ་ནི། ཆེ་གོང་དབུས་རྒྱུན་ལས། གནང་སྦྱོར་བྱུང་བའི་རྒྱ་བོད་གཉིས་ཀྱི་ས་གནས་ཁག་སུམ་ཅུ་ཙམ་ནས་བྱུང་བ་ན་འདི་ནི་ས་གནས་ཆེ་ཆུང། ཆེ་འབྲིང་ཆུང་སམ་ཆ་བགོས་ཀྱི་སྔོན་འགྲོ་དང་དངོས་གཞིའི་སྙིང་སྟོབས་གདམ་ས་གནས་ཆེ་བ་རེ་འགྲོ་འགྲོན་བཏང་བ་རེད་ད་དེ་ཚོ་མི་གོ་བ་ཅི་ང་ཚོ་ས་གནས་ལ་སོ་སོ་སོ་གི་འགྲོ་འགྲོན་བཏང་ཡ་རེད་ང་ཚོ་ལ་དབུས་ནས་དེ་འདྲའི་གལ་མེད་གསུངས་འདུག་རེད་བ། སྤེ་ས་གནས་ནས་ལྟར་ཆ་གནང་ཡ་རེད། ཨ་ནི་ས་གནས་སོ་སོ་ནས་ཡིག་ཆ་དཔར་སྐྲུན་དང་འགྲེམས་སྟོན་དང་གླ་འབོད་གསོལ་ཇ་ཞལ་འདོགས་དང་ཅི་དེ་ཚོ་དང་དེ་དག་ས་གནས་སོ་སོ་ནས་ཡོད་ཟེར་ཡ་དེ་རེད་ཨ་ནི་ང་ཚོ་འབྲེལ་བ་གནང་ཡོད་དེ་གཤམ་དེ་ཤང་ཚའི་ཁ་ཆེམས་ཐོག་ལ་ཨ་ནི་ཕྱག་བསྟར་ནན་པོ་གནང་དགོས་གསུངས་འདུག་ཨ་ནི་དེ་ཡིན་དུ་བསྟན་པ་མདོ་ཁམས་ཆུ་བཞི་དགོན་གྲོང་དབུས་འོས་བསྡུ་ཚོགས་ཆུང་ནས